དེ་རིང་གི་སློབ་ཁྲིད་འདིའི་ནང་ལོ་ལ་ང་ཚོས་ཀྱི་སོ་སོའི་གཟུགས་པོ་འདི་ལྟོས་ཤིག་ཆེན་པོ་ཡོད་དང་རྒྱགས་པ་ཡོད་བ་ཡིན་ན་ཨ་ནི་ཁྱེད་རང་ཚོས་སོ་སོའི་ཚུགས་ལྟོས་ཤིག་སྐམ་པོ་བཟོ་བའི་ཐབས་ཤེས་བྱེད་བ་མ་ཚད་ཨ་ནི་ང་ཚོའི་གཟུགས་པོ་ཐང་པོ་དེ་གི་ཨ་ནི་ཐབས་ཤེས་འདི་བདུན་ཅིག་ངས་དེ་ལ་ཁྲིད་གནང་གི་ཡིན། དེའི་ནང་ལོ་ནས་ཐབས་ཤེས་བདུན་པ་འགྲོ་ཆགས་ཤིག་ན་དམིགས་བསལ་གྱི་ང་ཚོས་ཀྱི་ཨ་ནི་ང་ཚོ་ཨིན་སྐད་དུ་མཚོན་ན Diet ཞིག་ཡོད་ར་ངས Diet ཅིག་ཁྱེད་རང་ཚོ་ལ་ངས་མ་སྤྲད་ཀྱི་ཐབས་ཤེས་ཅིག་ཡིན་དེ་ཁྱེད་རང་ཚོས་སྦྱོང་བརྡར་བྱེད་བྱེད་ག་འདྲས་འདུག་ཅིག་ཟེར་བ། ཨ་ནི། ཐབས་ལམ་དང་པོ་དེ་གང་ཡིན་ཟེར་ན་ང་ཚོའི་གི་ནི་ཞོགས་ཇ་དེ་དུས་ནམ་ཡང་མ་ཆད་པར་གནང་རོགས་གནང། གང་ཡིན་ཟེར་ན། ད་གལ་སྲིད་ངས་གི་ཞོགས་ཇ་དེ་མ་ཆོད་པ་ཆེ་ཆེ་ཉི་ཧོང་ཁ་ལ་ཨོ་ཞིག་ཟ་གི་རུ་བ། ཆུ་ཚོད་གསུམ་པ་ལས་ཅིག་ང་ཚོ་ཟ་བ་ཁེལ་གི་རུ་བ་ཨ་དེ་ནས་དགོང་དག་ངས་ཏོག་སེ་མང་པོ་ཅིག་ཟ་གི་རེད། ད་གལ་སྲིད་དགོང་དག་མང་པོ་ཟ་ན། དཀའ་ངལ་ག་རེ་ཡོད་ཟེར་ན་ང་ཚོ་དགོང་དག་མ་ཉལ་ག་འགྲོ་གི་ཡོད་རུ་བ་དགོང་དག་མ་ཉལ་ག་འགྲོ་བའི་སྐབས་སུ་ལ་ང་ཚོ་མང་པོ་ཅིག་ཟ་བ་ཡིན་ན། གོང་ལྟར་མཚན་ལ་ང་ཚོས་ཟ་བ་ནང་བཞིན་གྱི་ང་ཚོའི་ཞལ་ལག་མཆོད་ཅིག་ཁ་ཆེམས་མཆོད་རྒྱུ་རེད་ང་ཚོ་གཟུགས་པོ་ལ་ཤུགས་བསྐྱེད་ཡ་ལས་ཀ་བྱེད་ཡ་ཐབས་ཤེས་བྱེད་དེ་ཚོའི་ཆེད་དུ་ང་ཚོ་ཞལ་ལག་མཆོད་རྒྱུ་རེད་བ་ད་གོང་ལྟར་མཚན་ལ་ཉལ་ཁར་འགྲོ་དུས་ཙམ་པ་ལ་ང་ཚོའི་གི་ལས་ཀ་འདི་འདྲ་གཅིག་མེད་གཅིག་ཀྱང་མེད་དུས་ཙམ་པ་ལ་དེ་ནི་ང་ཚོ་གཟུགས་པོའི་ནང་ལ་ལ་ཡོད་རྒྱུ་ཤུགས་དང་དེ་ཚོ་ཚང་མ་ང་ཚོ་ཚིག་ལུས་ལ་རྒྱུར་འགྲོ་རྒྱུ་རེད་ཟེར་རྒྱུ་རེད་བྱས་ཙང་གོང་ལྟར་མ་ཉལ་དུས་ག་ཚོད་ན་ག་དུས་ན་ཉུང་ཉུང་ཟ་གི་ཐབས་ཤེས་བྱེད་དགོས་རེད། འདི་ཕྱི་བ་ན་ང་ཚོ་རྒྱག་པ་ཆགས་ཡ་ཁག་པོ་རེད། དེ་བྱས་ཙང་ངས་ཞོགས་ཇག་དེ་ཡིན་ཅི་ཡིན་མིན་ཅིག་ཟེར་རོགས་གནང་ཟེར་བ། དེ་ཁྱེད་རང་ཞོགས་ཇག་དེ་ཡག་པོ་བྱེད་སྲིད་འོ་ན་ཨ་ནི་ཉི་ཧོང་ཨོས་ཅིག་འགྲིག་འགྲིག་ཉིའུ་ཆུ་གསུམ་པ་ལས་ཏོས་ཅིག་ཨ་ནི་གོང་ད་ཉུག་ཉུག་ཅིག་བྱས་ཐབས་ཤིག་བྱེད་ད། དེས་ཀྱི་ཁྱེད་རང་གི། གོམས་གཤིས་དེ་ཡག་པོ་ཅིག་ཆགས་བ་ཡིན་ན། མུ་ཐུད་ནས་ཆགས་བ་ན་དཔེ་ལྟ་བདེའུ་ཡོད་རེད་ཁྱེད་རང་གཟུགས་པོ་ཡག་མགོ་འཚོར་དགོས་རེད་གཟུགས་པོ་རྒྱག་པ་ཆགས་ཡ་ཁག་པོ་རེད། གཟུགས་པོ་ཐང་པོ་དེ་ཀྱི། ཐབས་ལམ་ཡག་ཤོས་ཅིག་འདི་ཡོད་རེད་ཟེར་བ། ད། ད་ཐབས་ལམ་གཉིས་པ་རོལ་ཆ་བྱ་བ་ནི་ངས་ད་ལྟ་ལབ་པ་ནང་བཞིན་གྱི་དགོངས་དག་བཞེས་ལག་མཆོད་པའི་སྐབས་སུ་ལ་བཞེས་ལ་ཉུང་ཉུང་མཆོད་བཟོད་ཡོད་རོ། ཉུང་ཉུང་མཆོད་བཟོད་དུ་བརྩམས་པ་ལ་ཡང་ང་ཚོས་ཀྱི་བརྩམས་པ་དང་དེ་ནི་འབྲས་དང་བ་ལས་སོགས་པ་མེད་པ་བྱེད་རོ། དགོངས་དག་བཞེས་ལག་ག་དུས་ན་བཞེས་ལག་གི་ནང་ལ་ང་ཚོས་ཀྱི་ཀགས་དབྱེ་གཞི་དོན་ནི་ལེགས་རོ། ཀགས་དོན་ཚང་མ་མེད་བ་བཟོད། ཀགས་ནི་ག་རེ་རོལ་བའི་ཟེར་བ་ཡིན་ན་དེ་ན་བྱ་བྱེད་ན་ང་ཚོས་ཀྱི་འབྲས། བ་ལས། ཨ་ལུ། དེ་ནི་ང་ཚོས་ཀྱི་ཡུལ་གོ་ཡོད་རྒྱུ། ཁ་ལ་ཤུགས་ཆེན་པོ་ཡོད་རྒྱུར་ཤ། དེ་ཚོ་ཚང་མ་མ་བསད་ཐབས་ཤེས་ཤིག། གལ་སྲིད་ནམ་རྒྱུན་དུ་ཁྱེད་རང་ཚོ་བ་ལས་གསུམ་བཞི་གོང་ད་བསྲིགས་ཡོད་ན་འདྲེ་ཕོ་བ་གཅིག་གཉིས་བསྲིགས་ཡོད་ན་ད་ལེ་ད་ལེ་ཉུང་དུ་ཉུང་དུ་ཉུང་དུ་དང་ཉི་མ་གཅིག་བ་ལས་གཉིས་བསད་བདུན་ཕྲག་གཅིག་གཉིས་ཀྱིས་ཨ་དེ་ནས་བདུན་ཕྲག་གཅིག་གཉིས་རྗེས་ལ་བ་ལས་གཅིག་བསད་ཐབས་ཤེས་ཤིག།

དུས་ཚོད་ཀྱི་མ་ཀྱི་མ་ལ་དེ་ནི་ང་ཚོས་ཀྱི Snacks ལས་བཞུར་བ་ཡིན་གྱི་ཐོག་ནས་ཁ་ཟས་སྟབས་བདེ་ང་ལ་ཟ་སྟབས་བདེ་བོ་ཁ་ལ་ཟ་ཡ་ཡོད་རྒྱུ་དཔེར་ན་ཆ་ཤས་ན་ང་ཚོས་ཀྱི་ད Biscuit ཡིན་གྱི་ཐོག་ནས་ལ་ཡུར་བ་ཨ་ནི་ད་ང་ཚོས་ཀྱི་ཡིན་གྱི་ཐོག་ནས Chips ལ་ཡུར་བ་ད་སྣུམ་ན་སྐྲག་ཤ་རྒྱོ་དང་དེ་འདྲ་ཧྲ་མང་པོ་ཅིག་ང་ཚོས་དུས་ཚོད་ཀྱི་མ་ཀྱི་མ་ལ་ཟུར་ཞིག་ཏུ་ཟ་ཉལ་ཁྲོད་དུ་ཡིད་དུ་འོང་བ་འདི་ཚོ་ལྟོས་ཤིག་རྒྱུ་བ་དང་ཐབས་ཤེས་བྱེད། ད་ནི་ཆ་ཤས་དང་ཁྱེད་རང་ནམ་རྒྱུན་དུ་ཁ་ཟས་སྟབས་བདེ་གནང་རོལ་ལ Snacks གནང་རོལ་ལ་ཁྱེད་རང་ཚོས་ཀྱིས་ད་ནི་ཆུ་ལོག་ལ་ཉོས་པའི་ཏྲི་ཤོ་ནར་བཏུམས་བྱ་རྒྱུ་སྣུམ་ནར་སྐྲག་བྱ་རྒྱུ་འདི་འདྲ་མང་པོ་ཅིག་བསྲེས་ཀྱི་ཡོད་ན། དེ་མ་བསྲེས་པ་ཕྱིན་དེའི་ཚབ་ལ་ཤིང་ཏོག་འདྲ་མི་འདྲ་བཟས་ཐབས་ཤེས་བྱེད། ཤིང་ཏོག་འདྲ་མི་འདྲ་དཀར་པོ་ཡིན་ན་རེད་ད། གཙང་མ་གཙང་རྐྱང་ཁོ་རང་རང་ཡིན་པ་ཡིན་ན་རེད། མང་ཉུང་དེ་ཁྱེད་རང་ཟེར་གི་ཟེར་གི་བྱེད་ད་ར། བྱས་ཙང་ངེད་ཀྱིས་ཤིང་ཏོག་དེ་ཡི་ཚབ། Snacks གི་ཚབ་ལ་ཤིང་ཏོག་དང་དེ་ནས་ང་ཚོའི་གཟུགས་པོ་ལ་ཕན་ཡོད་རྒྱུ་ནི་འདི་ག་ཚོད་མང་མང་བཟང་ཡོད་ཀྱི་ཐབས་ཤེས་ཅིག་གནང་ཡོད་རེད། ཨ་ནི་ཐབས་ལམ་བཞི་བ་དེ་ནང་ལོགས་ལ་ང་ཚོས་ཀྱི་ཏུང་ངེ་རེད། CS ཡོད་རེད། ད་དེའི་ནང་ལོགས་ལ་ང་ཚོས་ཀྱི་ནམ་རྒྱུན་དུ་མི་མང་པོ་ཅིག་ང་ཚོ་ཆང་ཁར་ཏུང་ངེ་མང་པོ་ཡོད་རེད། དེ་མ་ཡིན་པ་ཕྱི་ལོགས་ནས་སྔ་མོ་སྔ་མོ་ནང་ལོགས་ལ་ནི་ང་ཚོས་ཀྱི་སོ་ཏྲ། ཀྱ་ཟེར་རྒྱུ། ཀོག་དང་ཧྥན་ཏྲ་དང་སྤྲེད་ཟས་དེ་འདྲ་དང་དེ་ནི་ང་ཚོས་ཀྱི་ཤིང་ཏོག་གི་ཁོ་བ་ཡིན་ཟེར་ཏེ་ནི་ཁོ་ཚོ་གི་བཙོང་ཡ་མང་པོ་འདུག་ཨ། དེ་ཚོ་ཚང་མ་དངོས་གནས་བྱས་ན་དེ་ན་ནོ་རེ་ཤིང་ཏོག་གི་བྲོ་བ་དེ་མང་ཨ་ཡོད་རེད་ཤིང་ཏོག་ཁོ་རང་པེ་ཉུལ་ཉུལ་ཡོད་རེད་བྱས་ཙང་ཁྱེད་རང་ཚོ་དེ་ཚོ་སི་ཡའི་ན་ལོ་ནས་ལྟུང་ངེས་དེ་ན་ལོ་ནས་ཁྱེད་རང་ཚོ་གི་ཡ་ག་ལྟུང་ངེས་ཀྱི་ཐབས་ཤེས་བྱེད་ད་དཔེ་ན་ཆ་ཤེས་ན་ང་ཚོ་ཤིང་ཏོག་ཁོ་རང་རང་ཉོས་བྱས་ཤིང་ཏོག་ང་ཚོས་གི་དེ་ནི་ཁོ་ལོ་ན་ལོ་ལ་ད་ཤིང་ཏོག་གི་མ་ཁོ་བ་དེ་བཏོན་བྱས་སི་ཡའི་ཐབས་ཤེས་བྱེད་དེ་ར། ཕྱི་ལོ་ནས་ཤིང་ཏོག་གི་སྒམ་ཤོ་རེ་ཟིན་ནས་མང་པོ་ཅིག་འགྲོ་བ་མང་པོ་ཅིག་ལ་མཚོན་ཆ་ཕྱིན་ནི་ཨ་ནི་ཤིང་ཏོག་གི་བྲོ་བ་མ་གཏོགས་ཤིང་ཏོག་བརྒྱ་ཆ་པད་ཉུང་ཉུང་ཡོད་བྱས་ཙང་ཁྱེད་རང་ཚོ་གི་ཤིང་ཏོག་ཕྱི་ལོ་ནས་ཉི་འོད་ཀྱི་ཁོ་བ་གིས་རྙེད་ནས་ཟོས་ཚར་གྱོད་ཀྱི་ཇུས་ཁོ་བ་དེ་མ་བསྲེས་པ་བྱས་ནང་ལ་སོ་སོས་རང་གི་ཤིང་ཏོག་ཉོས་བྱས་ནས་ཇུས། ཁོ་བོ་དེ་བཟོད་ཡའི་ཐབས་ཤེས་བྱེད་ཅེས་ནི་ཟེར་རོ་ཞེས་ཟེར་རོ། དེ་སྙམ་དུ་མོ་ཁོ་བོ་ཡ་ང་ཚོས་ཀྱིས་དེ་ནི། ཆང་ཨ་རག་དེ་ཚོ་ཁ་ཚོས་ཉུང་དུ་བཏང་ཐུབ་ན་དེ་ཁམ་གྱི་ཡག་ག་ཡོད་དེའི་ནང་ལོགས་ལ་མོ་ཁོ་བོའི་དེ་ཅི་དགོས་ཡོད་མ་རེད་ཅི་ནི་ཀྱང་ཀྱང་ཡོད་རེད་བྱས་ཙང་ཁྱེད་རང་ཚོས་ཀྱིས་སི་ཡའི་དེ་ནང་ལོགས་ལ་དེ་ཚོ་ཚང་མ་ཉུང་དུ་བཏང། ཤིང་ཏོག་ཁོ་རང་རང་གི་ཁོ་བོ་དང་དེ་ནི། ཆུ་ཁ་ཚོས་མང་མང་བཏོན་གྱི་ཐབས་ཤེས་བྱེད་རོ་ཞེས། ཨ་ནི་ཐབས་ལམ་བཞི་བ་དེ་ནང་ལོགས་ལ་ང་ཚོས་ཀྱིས། ཏུང་ཨའི་ར། སི་ཨའི་སི་ར། ད་དེའི་ནང་ལོ་ལ་ང་ཚོའི་རྒྱལ་ནམ་རྒྱུན་དུ་མི་མང་པོ་ཅིག་ང་ཚོ་བྱང་ང་ར་ཏུང་ནི་མང་པོ་ཡོད་ར། དེ་མ་ཡིན་པ་ཕྱི་ལོ་ནི་སྔ་མོ། ཕྱི་ལོ་ནི་ཤིང་ཏོག་གི་སྒམ་ཤོ་རེད་ཟེར་ནས་མང་པོ་ཅིག་འགྲོ་བ་མང་པོ་ཅིག་ལ་མཚོན་འདྲ། ཕྱིས་ནི་ཨ་ནི་ཤིང་ཏོག་གི་བྲོ་བ་མ་གཏོགས་ཤིང་ཏོག་བརྒྱ་ཆ་དཔེ་ཉུང་ཉུང་ཡོད་ར། བྱས་ཙང་ཁྱེད་རང་ཚོ་གིས་ཤིང་ཏོག་ཕྱི་ལོ་ནི་ཉོས་ཀྱི་ཁོ་བ་ཡིན་ངས་ནི་ཟོས་ཚར་གྱོ། གི། འཇུ། འཁོར་བ་འདི། མ་སྲིད་པ་བྱས། ནང་ལ་སོ་སོས་རང་གི་ཤིང་ཏོག་ཉོས་བྱས་ནས། འཇུ། འཁོར་བ་འདི། བཟོ་བའི་ཐབས་ཤེས་བྱས་བྱས་ནས་བཟི་རུ་བྱས་བྱས་རུ། དེའི་མཉམ་དུ་མོ་གོ་ཡ་ང་ཚོས་ཀྱི་དེ་ནས། ཆང་ཨ་རག་དེ་ཚོ་ཁ་ཚོས་ཉུང་དུ་བཏང་ཐུབ་ན་དེ་ཁམས་ཀྱི་ཡག། ཤིང་ཏོག་ཁོ་རང་རང་གིས་ཁོ་བ་དང་དེ་ནས་ཆུ་ག་ཚོད་མང་མང་བཏོན་གྱི་ཐབས་ཤེས་བྱེད་རོགས་ཞེས། ཨོ་ཡ། ད་སློབ་ཁྲིད་ནང་རོལ་ནས་ཨོ་ཨེ་ཤི། ད། ཐབས་ལམ་སྔ་པོ་དེ་ཆགས་ཆགས་ན་ང་ཚོས་ཀྱིས་གཟུགས་པོ་གུག་སྐྱོ་བཏང་ཡ། ད་ཁྱེད་རང་ཚོ་ཡོ་ག་རྩེ་ན་རེད། རྒྱུགས་ཤོག་ལོན་ན་རེད། རྐང་རྩེད་སྤོ་ལོ་རྩེ་ན་རེད། གོམ་པ་བརྒྱབ་བ་ཡིན་ན་རེད། ཆུ་བརྒལ་བ་ཡིན་ན་རེད། ད། ལྕགས་རྐྱ་ཡིན་ན་རེད་ག་རེ་ཡིན་ན་རེད་ད། ཡིན་གྱི་མིན་གྱི་ག་རེ་ཡིན་ན་ཅིག། ཁྱེད་རང་ཚོ་གིས་དམ་གྱི་སྣང་བ་གནང་ད། དུས་ཚོད་ཅིག་སྟོན་ཆུ་ཚོད་ཕྱེད་ཀ་ཡིན་ན་ཉུང་མཐའ་ལ། མང་ན་ཆུ་ཚོད་གཅིག་དུས་འདྲ་གཅིག་ལ་ཐེངས་མ་བཞི་ལྔ། ཉུང་མཐའ་གཅིག་ལ་མ་ཆེ་བ་ཆེ་ཆེར་རོ། མུ་མཐུད་ནས་ཁྱེད་རང་དེ་རིང་འགོ་བཙུགས་ན་ང་ལུས་སྦྱོང་རྩེད་ཀྱི་ལས་ནས་འགོ་བཙུགས་བ་ནི་མི་མང་པོ་ཅིག་ཟླ་བ་གཅིག། གཉིས། ཡང་དེ་ནས་ཉོབ། ཡང་སྒོ་ནས་དབྱིངས་ར་བཞི་ལས་ཟླ་བ་གཅིག། གཉིས། དེ་འདྲས་མ་གནང་བ་བྱེད་ར། མུ་མཐུད་ནས། གཅིག་སྒོ་ཚུལ་ཚ་བོ་ཞིག་གོ་མུ་མཐུད་ཅེས་ཕར་ནང་ངང་གིས་ཐབས་ཤེས་བྱེད་རོགས་བྱས་ཏེ་གཟུགས་པོ་གུ་གུལ་བཏང་སྟེ་གལ་ཆེན་པོ་ཞེ་དྲག་རེད། དེ་ནས་ལང་ཀ་གཏོགས་ཞེས་ཕར་ཟེར་ལ་ལང་ཀ་བྲོས་ནས། དེ་ག་རི་ཡིན་ན་རེད་དེ་འདྲས་ཡག་གི། ན་ལོ་ལ་མ་བྲོ་བ་ཞིག་གོམ་པ་འགས་ཤིག་ཡར་མར་བྲོས་ཡ་ཐབས་ཤེས་བྱེད་དེ་ར། པར་འགྲོ་ཆགས་ཤར་བ་ཡིན་ན་ཐབས་ཤེས་དྲུག་པ་འདིས། ང་ཚོ་སེམས་པ་སྐྱིད་བོ་བྱེད་བོར་གདའ། སེམས་པ་སྐྱིད་བོ་མ་བྱེད། བུ་སུ་རྟོག་པ་ཆེ། སེམས་ཅན་མང་པོ་ཆེ། ནི་ང་ཚོས་ཀྱི་གཉིད་རྟག་ཏག་མ་ཁུ། དེ་འདྲ་བྱེད་དགོས་ན་ང་ཚོས་ཀྱི་རང་བཞིན་གྱི་གཟུགས་པོ་རྒྱག་པ་བྱས་ད་དེ་དང་དེ་དངོས་གནས་ཡོང་གི་མ་རེད་དངོས་གནས་ཁོ་རང་ཡོང་གི་མ་རེད་བྱས་ཙང་ཁྱེད་རང་ཚོས་སེམས་པ་རྟོགས་བྱེད་རྒྱ་ཆེན་པོ་བཏང། གཡས་གཡོན་ལ་མི་ཚང་མ་ལ་བསམ་བློ་བཏང་སོ་སོ་ཕྱུག་པོ་མེད་པ་གཡས་གཡོན་ཚང་མ་ལ་བསམ་བློ་བཏང་བྱས་བྱས། ནི་ང་ཚོས་ཀྱི་རྟོགས་བྱེད་སེམས་པ་ཁོ་ཡངས་པོ་དེ་ཐབས་ཤེས་བྱེད་ད་དཀའ་ལས་ཁག་པོ་འདུག་དཔེ་དཀའ་ལས་ཁག་པོ་འདུག་བསམ་པ་ཡིན་ན་ང་ཚོ་ཚང་མ་དུས་ཚོད་དེ་འདྲ་གླེགས་ཀྱི་རེད་ཁྱེད་རང་ལ་གླེགས་ཀྱི་རེད་ང་རང་ལ་གླེགས་ཀྱི་རེད། ཚང་མ་ལ་དུས་ཚོད་དེ་འདྲ་སླེ་གི་རེད། དུས་ཚོད་ཅིག་དེ་འདྲ་ཅིག་སླེ་བ་ཡིན་པ་ནས་ཁྱེད་རང་བསམ་བློ་ལ་གར་བཏང་གོ་ལ་ན་དུས་ཚོད་དེ་འདྲ་ཅིག་སླེ་བ་ནང་བཞིན་གྱི་དུས་ཚོད་དེ་འགྲོ་ཡ་ཡོད་རེད། དཀྱིལ་འོག་གི་དུས་ཚོད་ཅིག་སླེ་ཡོད་རེད་འདུག་ཞེས་བསམ་བློ་ཏོག་ཙེ་རྒྱ་ཆེ་ཞིག་བཏང་རྗེས་སེམས་པ་ཕུ་སུ་མ་བདེ་བ་ཆེ་གཉིད་ཏག་ཏག་ཁུལ་གྱིས་ཐབས་ཤེས་དེ་བྱེད་འདྲ་དེའི་ཆེ་བ་ནི་ང་ཚོས་ཀྱི་རྒྱག་པོ་མ་ཆད་གཟུགས་པོ་བདེ་ཐང་ཡོད་དངོས་གནས་ཀྱི་ཕན་ཐོགས་ཆེན་པོ་ཅིག་ཡོད་རེད་ཞེས་ར་ད་ངེད་ཀྱི་སློབ་ཁྲིད་ནང་ར་ནས་མཐའ་མ་དེའི་ཐབས་ཤེས་ཐབས་ལམ།

ཆུ་ཚོད་བརྒྱད་པ་ནས་ཕྱིན་ནས་ཞོགས་ལྕགས་འདི་ཆུ་ཚོད་བཅུ་བཞི་དང་བཅོ་ལྔ་གི་རྗེས་ནས་ཆོད་རེད་གོ་ཟེར་ད་གི་སྲིད་ཁྱེད་རང་ཆུ་ཚོད་བརྒྱད་བར་ལ་དགོན་བདག་ཞེས་ར་ཆོད་པ་ཡིན་ན། དགོན་བདག་ནས་ཅེས་ཞོ་ཁྱོད་ཆུ་ཚོད་བརྒྱད་བར་བར་དུ་ཆུ་ཚོད་བཅུ་གཉིས་ས་སུ་བ་བརྒྱད་པ་ནས་བཅུ་གཉིས་གང་ལ་ཆུ་ཚོད་སུམ་སྡོམ་དང་བཅུ་གཉིས་ཅོག་གསུམ་བཅུ་བཞི་བཅོ་ལྔ་བརྒྱད་པ་ནས་དགུ་བ་བཅུ་བ་བཅུ་གཅིག་ཆུ་ཚོད་བཅུ་གཅིག་ལ་ཁྱེད་རང་ཞེས་ར་ཆོད། ད་འདི་སྐྱེས་མ་ལ་ཁྱེད་རང་ཤིང་ཏོག་དང་ཚལ་དང་ཅི་གང་ཟ་ཡོད་མ་རེད་ཡིན་པ་ནས་ཁྱེད་རང་ཚོས་ཆབ་སྲིད་ན་འགྲིག་གི་རེད། མཚམས་དུས་ཚོད་དུས་ཚོད་ལ་ཁྱེད་རང་ཚོ་གི་སྟབས་བདེའུ་ཡོད་བས་ན་ཆབ་མ་ཆོད་ནས་འགྲིག་རེད་ཡིན་པ་ནི་མང་པོ་ཅིག་ལ་ལས་ཀ་མང་པོ་བྱེད་དཀའ་ལས་མང་པོ་བརྒྱབ་ཤུགས་ལས་མང་པོ་བརྗེ་རྒྱུ་ཡིན་ན་ང་ཚོ་ཆབ་ཆོད་བར་བ་བྱས་ཙང་དགོང་དག་ཆུ་ཚོད་བརྒྱད་པོ་ལ་ཁྱེད་རང་ཚོ་དགོང་དག་ཞལ་ལག་མཆོད་བ་ཡིན་ན་ཞོགས་དགེ་ཆུ་ཚོད་བཅུ་བཞི་དང་བཅོ་ལྔ་བར་ལ་བཞག་བྱས་ཆུ་ཚོད་བཅུ་གཅིག་ཡང་མིན་ན་ཆུ་ཚོད་བཅུ་བ་ལ་ནི་ཞོགས་ཇ་དེ་ཚིག་དར་བ། ད་ཡིན་ཞོག་བྱ་དེ་ངའི་སྲིད་ཏང་གཉིས་ཀྱི་རིམ་པ་ཐབས་ལམ་དང་པོ་ན་ལ་སུ་བ་ནི་དགོན་བདག་ཞལ་ལག་སུས་དེ་བཏོན་པ་ལ་ཐབས་ལམ་གཉིས་བོ་གསུངས་པ་དེ་ན་ལོ་ལ་ངེད་ཀྱིས་ནི་དགོན་བདག་ཞལ་ལག་དེ་དུས་སུ་ཉུང་ཉུང་སུ་བས་དེ་འདྲ་ཐབས་ཤེས་བྱེད་དོ། དེའི་ཕྱིས། སྙམ་དུ་དེ་འདྲ་ཁྱེད་ངེད་ཀྱིས་ཐབས་ལམ་བདུན་པ་དེ་བྱེད་བ་ན་དངོས་གནས་ཁོ་རང་ཁྱེད་རང་གིས་གཟུ་བོ་ཐང་པ་ཆགས་ཀྱི་རེད་ཐང་པོ་ཆགས་པ་མ་ཚང་ཁྱེད་རང་གིས་དངོས་གནས་རྒྱགས་པ་ཡིན་པ་ན་སྐམ་པོ་ཆགས་ཀྱི་རེད་ངས་རྒྱགས་པ་དེ་སྐམ་པོ་ཆགས་ཡ་གི་གལ་ཆེན་པོ་ག་ཅན་རེད་ལས་ཡོད་ན་ཁྱེད་རང་ག་ཚོད་ཀྱིས་རྒྱགས་ཡ་ན་དེ་འདྲས་ཀྱི་ན་ཚ་མང་ང་དཀའ་ལས་མང་ང། ཤུགས་མ་ང་རྒྱག་དགོས་དེ་སྒམ་གྱི་མ་ང་ཟ་དགོས་དེ་འདྲ་ཚོར་གི་རེད་བྱས་ཙང་དེ་ཚོ་ང་ཚོ་ཕན་གྱི་ཡོད་མ་རེད་སྐམ་པོ་བཟོས་ངས་སྐམ་པོ་སྐམ་པོ་ཙི་སྐམ་པོ་སྐམ་པོ་ངས་ཡིན་གྱི་མི་ཚེ་གལ་ཆེན་པོར་ལེགས་དགོས་རེད་མ་ད་མི་མང་པོ་ཁ་ཤས་སྟོབས་ཆེན་པོ་ཡོད་རེད་ལྟོས་ས་རྒྱག་པ་ནས་གཟུགས་པོ་ཤུགས་ཡོད་རེད་གོ་བ་དེ་ཡོད་རེད་རྒྱུག་ཤ་ལོས་ཐུག་ཡོད་རེད་གོམ་པ་རྒྱག་གི་ཡོད་རེད་ལོས་ལ་དཔའ་བས། དེ་སང་མི་ཚོས་ལོ་ཉི་ཤུ་སུམ་ཅུ་ལ་གོམ་པ་རྒྱག་ནས་ཡར་མ་འགྲོ་དགོས་རེད་ཁྱེད་རང་གོམ་པ་རྒྱག་ཡ་ལོ་ལྔ་བཅུ་ལ་དུས་ཚོད་སླེ་གི་རེད་དྲུག་བཅུ་ལ་དུས་ཚོད་སླེ་གི་རེད་ད་ལྟ་ཁྱོད་ཚོས་དེ་གོམ་པ་རྒྱག་ཡ་མ་རེད་ཁྱེད་རང་ཁྱེད་རང་གཟུགས་པོ་ཐང་པོ་དེ། ཡོང་ཡང་གི་ཐབས་ཤེས་བྱེད་པ་ཡིན་པས་ན་དཀའ་ལས་ཏོ་སི་རྒྱབ། དཀའ་ལས་རྒྱབ་ཚར་བ་ཞིག་གི་མུའུ་མཐུད་ནས་ནང་ཡ་གད་ཆེན་པོ་ཞུ་རེ་ད། དཀའ་ལས་རྒྱབ་བ་ཞིག་གི་མི་མང་པོ་ཅིག་དང་པོ་ང་འདི་བྱེད་ཀྱིན་ཡིན་འདི་བྱེད་ཀྱིན་ཡིན་འདི་བྱེད་ཀྱིན་ལ་རི་རེད། བྱེད་ཀྱི་རེད་མུའུ་མཐུད་ནས་བྱེད་ཀྱི་མ་རེད་ཨ་ནི་རྒྱུ་འབྲས་དོན་གྱི་མ་རེད་རྒྱུ་འབྲས་དོན་བ་ན་ཁྱེད་རང་གི་ད་ལྟ་ངེད་ཀྱི་ལབ་པ་ནང་བཞིན་ཁྱེད་རང་ཟླ་བ་གཅིག་གཉིས་གསུམ་བྱེད་བ་ན། རྒྱུ་འབྲས་དཔེ་ཡག་པོ་ཐོན་དགོས་རེད་ངེད་སྔོན་དུས་རྫུན་མ་མེད་རྒྱུ་འབྲས་དཔེ་ཡག་པོ་ཐོན་དགོས་རེད་ཡིན་པ་ནས་ཁྱེད་རང་མུ་མཐུད་ནས་མ་བྱེད་ན་ཁྱེད་རང་རྒྱ་པོ་རང་འཇགས་བྱས་ཡོད་རེད་གཟུགས་པོ་ཐང་པོ་མེད་རྒྱུ་རང་འཇགས་བྱས་ཡོད་རེད་བྱས་ཙང། ག་རེ་ཡིན་ན་མགོ་བཙུགས་པ་ཚབ་ཡིན་ཞུ་གོ་ལ། མུ་མཐུད་བྱས་མི་ཚེ་གང་ཚ་སོ་སོའི་གི། Life Style། ལོས་རང་སྐྱེད་དོ་ནས་ཕེད་ཁོ་རང་སོ་སོའི་ནམ་རྒྱུན་དུ་བྱས་ནང་བཞིན་གི་དེ་འདྲས་གི་ཅིག་བྱས་ལ་ནས་ཐབས་ཤེས་ཅིག་བྱས་ད་རོ། སྦྱོང་བརྡར་འདི་ད་ལྟ་ངེད་ཀྱི་སྦྱོང་བརྡར་འདི་ཁྱེད་རང་ཚོ་ནས་ག་དུས། ཀ་དང། ཐེམ་མ་ག་ཚོད་བྱེད་དགོས་མེད་དེ་གཅིག་བྲིས་ཡོད་ར། ཁྱེད་རང་ཐེམ་མ་དང་པོ་སྒོ་བཙུགས་དུས་ཙམ་པོ་ལ་བདུན་ཕྲག་གཅིག་ནང་ཐེམ་མ་གཅིག་ནང་ར་ས་ལྷག་པར་འགྲོ་བྱ་ཞེས་བ་ན། ཨ་དེ་ནས་ག་ལེ་གི་ལས། བདུན་ཕྲག་གཉིས་པ་དེ་ལ་ཐེམ་མ་གཉིས་ས་ད་བ་ད་ཕུ་ཕུ། ཨ་དེ་ནས་བདུན་ཕྲག་གསུམ་པ་ས་ད་བ་ད་ཕུ་ཕུ། ད་ག་རང་བྱེད་ནས་མུ་མཐུད་ནས་གནང་དང་ར། ད་ཁྱེད་རང་དཔེ་རྒྱག་པ། དཔེ་ཡིན་བ་ཡིན་ན་ཨ་ནས་ལྟོས་ཤིག་ཐེམ་མ་གསུམ་བྱས་ཐབས་ཤེས་གནང། ད་བ་གཅིག། ཐེམ་མ་གཉིས་གཉིས་བྱས་ཨ་ད་བ་གསུམ་པ་ནས་ཐེམ་མ་གསུམ་གསུམ་བྱས་ཡང། ཁྱེད་རང་བདེ་བོ་མེད་པ་ཡིན་ན་ཡང། ཉུང་དུ་བཏང་ཡང་དེ་འདྲ་གི་ཐབས་ཤེས་གཅིག་ཟེར་ར། ནི། ཁྱེད་རང་གཟུགས་པོ་ལ་སོ་སོ་སོ་སོ་གོ་ཚུགས་གི་ཚུགས་གི་ཧ་གོ་གོ་གོ་གི་ནི་ཟབ་ཟབ་བྱེད་སྣང་བྱེད་ར། གོའི་གོ་ཧ་དང་དེ་འདྲ་སོགས་པ་ན་ཡང་བཀག་འོས་དང་བཀག་གོ་འདུག་ག་འདྲའི་བྱེད་ན་གཅིག་བྱེད་ར། ནི། འདུག་བྱེད་ནི་དེ་རིང་གི་ཐབས་ལམ་དུས་འདི་དག་རང་ཡིན། ཁྱེད་རང་ཚང་མ་ལ་དངོས་གནས་ཁོ་ན་ཕན་ཐོགས་བའི་རེ་བ་ཡོད་ཁྱེད་རང་ཚང་མ་དངོས་གནས་སེམས་གཏིང་ནས་གྱོང་གང་གནང་རོགས་གནང་ཨ་ནི་ཁྱེད་རང་ཚོ་ལ་དྲི་བ་ག་འདྲས་ཡིན་ན་ང་ལ་ད་ལྟ་དེ་སང་གི Social Media ག་བ་ཡིན་ན་དུ་བ་ཚང་མ་ན་ལ་ང་ཡོད་རེད་ཁྱེད་རང་ཚོ་གི་དྲི་བ་ག་འདྲས་ཅིག་ཡིན་ན་ངས་ལན་རྒྱབ་ཆོག་ཨ་ནི་ཡ་སོ། ཚེ་རིང།